ངའི YouTube Channel གཟིགས་མཁན་མི་མང་བླ་རྒན་དང་སྤུན་སྤུན་ཆ་ཀུན་ལ་ཐོག་མ་ཚང་མ་ལ་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ད་དེ་རིང་དེ་ནས་གོང་དུ་དེ་ནས་ངེད་ཀྱི་ད་དྲིན་ཆེན་ཕ་མ་དང་སློབ་སྦྱོང་གལ་ཆེན་པོ་ཞིག་ཡིན་པའི་སྐོར་མདོར་བསྡུས་པ་ཞིག་དེ་འདྲ་ཅིག་བཤད་ཡོད། སྤྱི་ཚོགས་དང་མཐུན་པའི་ངོས་ནས་དེ་འདྲའི་བྱས་ན་ད་ཇི་ལྟར་ཡུལ་གྲུབ་སྣང་ལོ་ཚར་དང་པོ་ཞིག་གིས་བཤད་དགའ་ཚོད་ཞིག་ད་ཅིག་བཤད་དགའི་སྒོམ་དུས་ཡག་པོ་ཡོད་མ་རེད་དེ་ནི་གཞས་ཚིག་དེ་ཚོ་ཡག་པོ་ཤེས་ཀྱི་ཡོད་མ་རེད་རྒྱུ་མཚན་ག་རེ་ལ་ན་སློབ་སྦྱོང་ཡག་པོ་ཡོད་མ་རེད་དེ་ནང་བཞིན་གྱི་ད་ཅིག་ག་ལ་སློབ་སྦྱོང་ཡག་པོ་མེད་པ་དེ་ནས་ཅིག་གི་ད་ག་ལ་བར་མིའི་སྐད་ཆ་བཤད་སྟངས་དེ་ཚོ་གུ་ཞབས་དང་བརྩི་བཀུར་དང་མཁས་པའི་བདག་ཉིད་ནང་བཞིན་གྱི་ཚིག་གཟིགས་པོ་དོན་གཟིགས་པོ། མི་ཚང་མ་དགའ་བ་སྤྲོ་བ་འབད་ཁོ་རང་གཅིག་ག་ལ་བར་མི་ཚང་མ་གཅིག་དགའ་ཞིང་སྤྲོ་བའི་སྒོ་ནས་དེ་འདྲའི་ཞིག་ཡོང་ཡ་གི་བཤད་ཡ་གི་ང་ལ་སློབ་སྦྱོང་ཡོད་མ་རེད་ཡིན་ཀྱང་ད་ང་ཁ་ཅིག་གི་རེ་བ་ཞུ་བ་ནང་བཞིན་གྱི་ལས་དང་སྨོན་ལམ་གྱི་རྐྱེན་གྱི་ཁ་ཅིག་ཁ་ཅིག་ལ་ཕན་ཐོག་པའི་གི་རྒྱུ་རྐྱེན་ཆགས་པའི་རྐྱེན་གྱི་ཏེ་དེ་འདྲའི་ཆེ་ན་ང་ད་དེ་འདྲའི་གྱི་ཡུལ་གྲུབ་ནང་ལ་སླེ་བདེ་བ་ཞིག་རེད་དེ་འདྲའི་ཡིན་དའི་སྐབས་སུ། ཅིག་ད་ང་རང་ཅིག་སློབ་སྦྱོང་མེད་པ་དཀའ་ངལ་མང་པོ་ཞིག་ཡོང་གི་ཡོད་པ་རེད་ང་རང་ད་ཁུ་དེ་མི་རང་རང་སྡུག་པོ་རང་ལ་ཧ་གོ་རུ་མ་རེད་གཞན་ལ་ཧ་གོ་མ་རུ་བ་རེད་བ་མི་རེ་རེ་ལ་སྡུག་བསྔལ་རེ་རེ་ཡོད་རེད་ད་དེ་འདའི་སྐར་སོང་ང་རང་སློབ་སྦྱོང་མེད་པའི་དཀའ་ངལ་རེད་བ་དེ་ནས་དཀའ་ངལ་དེ་དཀའ་ངལ་ཡིད་ད་བྱུང་ཚར་རེད་ད་བྱུང་ཚར་འདི་ལ་བྱུང་བ་སེལ་ཐབས་ཀྱི་ཆེད་དུ་ད་ཅིག་ད་ཇི་ལྟར་མང་པོ་ཞིག་བྱས་ཡོད་སློབ་སྦྱོང་སྒྲོག་སྦྱང་དེ་བྱས་ཡོད་རེད་ད་ལྟ་ལོ་ཆུང་ཆུང་རེད་དེ་འདྲས་ཞིག་བྱས་ཡོད་རེད་ད་ཡང་ཡིན་ན་ཡང་ད་ཅིག་ང་རང་ཅིག་མཚན་ལྡན་གྱི་བླ་མ་དང་མཇལ་དེ་ནས་ཅིག་སྔ་དོན་ཆོས་དྲུག་གི་ཅིག་ཉམས་སུ་ལེན་གྱི་གོ་སྐབས་བཟང་པོ་ཞིག་རག་སོང་དེ་འདྲས་ཞིག་ཡིན་ནའི་སྐབས་སུ་ད་ཅིག་རླབས་ཆེན་པོ་ཞིག་གི་ལས་ཀ་ཞིག་བྱ་བ་ཞིག་བསྒྲུབ་མ་ཐུབ་ན་ཡང་ད་ཅིག་བླ་མའི་ཐུགས་ཀྱི་དགོངས་པ་དེ་ལ་ཡིད་དེ་ད་ཅིག་བླ་མའི་གསུང

རང་གི་མི་ཚེ་ལ་ཤ་ཚ་དང་རང་གི་མི་ཚེ་ལ་བརྩེ་བ་མེད་པའི་རྐྱེན་གྱིས་དེ་ནི་རང་གི་སྐྱོན་དེ་མ་ཐོན་གཞན་ལ་སྐྱོན་ཏན་ཏིག་རོགས་རེད་དེ་འདི་ཡིན་དེ་དགའ་སོ། ཐོས་པ་ཡོད་གནང་ཆོག་མེད་གནང་ཆོག་ང་ཚོས་ལྔ་སྟོན་ཆོས་དྲུག་ཞུ་བའི་སྐབས་སུ་ཡང་བླ་མའི་ཕྱག་ནས་ཐོས་བསམ་བྱེད་ཀྱི་ཡོད་རེད་ཟབ་པ་དང་རྒྱ་ཆེན་པོ་ཅིག་བྱེད་མེད་བ་ཞིག་ཡིན་ན་ཡང་ཐོས་བསམ་བྱེད་ཀྱི་ཡོད་རེད་ད་ཐོས་པ་བྱས་དེ་ནས་བསམ་པ་བྱས་དེ་ནས་སྒོམ་པ་བྱེད་ཀྱི་ཡོད་རེད་རླབས་ཆེན་པོ་གི་གཞུང་ཆེན་བཅུ་གསུམ་ལྟར་ཡོད་གནང་ཆོག་མེད་གནང་ཆོག་ག་རེ་བྱས་ནའི་མན་ཆད་མཚམས་འདས་བའི་སྐབས་དེ་ལ་ཅིག་ཅིག། གྱི་སྐུ་ཅིག་མ་ཡེ་བ་ཅིག་ཅེས་ཀྱི་ག་ལ་བ་རེད། དགེ་སྡིག་བླང་དོར་གྱི་སྐོར་ལ་ཅི་ཡང་མ་ཤེས་ཀྱི་དེ་རྩ་བ་ཉིད་ནས་མ་བླ་མེད་ཀྱི་གསུང་དགོས་བ་རེད། འོ་ལྔ་ལྡན་གྱི་སྐོར་ལ་འཕགས་ནས་ཨ་མདའ་དང་པོ་ཐུང་མོ་སྤྱིའི་སྔོན་འགྲོ་ཐུང་མོ་ནང་གི་སྔོན་འགྲོ་དངོས་གཞི་དེ་ཁྱད་པར་གྱི་སྔོན་འགྲོ་ལས་འཕགས་རབ་དང་རིམ་པའི་སྒོ་ནས་ཟབ་ཆ་དང་འཆད་པའི་སྒོ་ནས་མ་བསྡུ་དགོས་བ་རེད། འགྲོ་བ་ཙམ་མ་རེད་འདིར་ནང་དོན་ངེས་པར་འགྲེལ་བཤད་རྒྱག་གི་ཡོད་རེད་བླ་མེད་ཀྱི། འདི་ནང་བཞིན་གྱི་གསར་པ་དང་སྐྱ་ཆེན་པོ་བཤད་རྒྱུ་སྨྲས་བ་ཞིག་ཡིན་ན་ཡང་རང་རྒྱུད་ལ་སེམས་རྒྱུད་ལ་ཕན་ཐོགས་པ་ཞིག་ལག་ལེན་བསྟར་ཐུབ་གི་ཡོད་རེད་ད་ཁ་ཅིག་གིས་ལབ་གི་འོ་ད་ཁྱེད་ཚོས་ཞུ་རིག་ལ་བསྡད་བསྡད་ཀྱི་ཡོད་རེད་ཞེས་ཤིང་གི་ཡོད་མ་རེད་གྲངས་ཀ་བསགས་བསྡད་ཟེར་ལབ་གི་འདི་འདྲ་ཡང་འབྱུང་གི་འོ་རེད་གྲངས་ཀ་བསགས་བསྡད་བ་རེད་ཅེ་ན་གྲངས་ཀ་བསགས་དགོས་གི་རེད་སྤྱོད་པ་འཇིག་རྟེན་གསུམ་གྱི་དངོས་གཞི་ལ་ཡང་སྔོན་འགྲོ་ཟབ་ཟེར་གསུངས་ཡོད་རེད་དེ་འདི་ཡིན་དེ་ག་དུས་སྔོན་འགྲོ་དེ་གསར་པ་དང་སྐྱ་ཆེན་པོའི་རྒྱུ་མཚན་ག་རེད་ལབ་ན་ང་ཚོ་བསོད་ནམས་ཀྱི་ཚོགས་རླབས་ཆེན་པོ་ཞིག་མ་བསགས་ན་ཡེ་ཤེས་ཀྱི་ཚོགས་རྒྱུད་ལ་སྐྱེ་ཐོག་ཡེ་ཤེས་ཀྱི་ཚོགས་དེ་སྟོང་ཉིད་སྙིང་རྗེ་སྙིང་པོ་བྱམས་སྙིང་རྗེ་བྱང་ཆུབ་སེམས་རྟོགས་ཐུབ་པ་དཀའ་ལས་ཁག་པོ་ཆགས་གི་ཡོད་རེད། ཨོ་དེ་ཆ་ཚང་ཐུགས་དགོངས་བཞེས་དགོས་ཡ་ཁྱད་ཆེན་པོ་རེད། ལག་གཏུམ་དར་ལ་འཛག་པར་བྱེད་ཧ་ལམ་བེད་ཀ་རུ་རི་ལ་བསྡད་བསྡད་ག་ཚོད་ཅིག་ཧ་ལམ་བ་ཅུ་བ་ཅུ་སེམས་ཅན་ནང་བཞིན་པའི་ཁང་པ་ལ་འཛུལ་བདེ་བར་འགྲོ་བ་བཞིན་ཁ་ཅིག་གི་འཚོ་བ་དེ་འདྲ་བྱུང་ཡོང་གི་འདུག་ཁ་ཅིག་ཤེས་ཡོང་གི་འདུག་ཨང། ང་ལ་ཕོག་གི་མི་འདུག། ཡིན་ནང་ཤ་ཚའི་ཁ་ལ་གཏམ་བཟང་ཡོད་མ་རེད། ཤེས་མཁན་འདུ་འཛོ་ཡིན་ན་རང་ངན་སོང་གསུམ་ལ་འགྲོ་གི་ཡོད་རེད་མ་རང་དམྱལ་བ་ལ་འགྲོ་གི་རེད་མ་གཏོགས་ཕན་ཐོག་ཅི་ཡོད། རེད་བ། དེ་འད་ཅིག་ཡིན་དེ་ཀ་སོ་ཤ་ཚའི་ཁ་ལ་གཏམ་བཟང་ཡོད་མ་རེད་ང་ཚོ་ནང་པ་སངས་རྒྱས་པའི་གི་གང་ཟག་ཅིག་ཡིན་ཕྱིན་ཆད་ནས་ནང་པ་སངས་རྒྱས་པའི་གང་ཟག་སི་ལའི་སྐབས་སུ་དེ་ནི་ཧ་ལམ་སྐྱབས་འགྲོས་ཀྱི་བསླབ་བྱ་དང་མ་གལ་བ་ཞིག་ག་ལག་ལེན་བསྟར་བསྡད་ན་དེ་ནི་འདི་ནང་པ་སངས་རྒྱས་པའི་གང་ཟག་རེད་མ་གཏོགས་ན་དེ་འད་ཞིག་མེད་བ་ཞིག་ཡིན་ན་ནང་པ་སངས་རྒྱས་པའི་གང་ཟག་མ་རེད། ནང་པ་སངས་རྒྱས་པ་ཞེས་པའི་གི་དེ་སྟོན་པའི་གི་རྗེས་སུ་འཇུག་པའི་ད་ཅིག་ནང་པ་སངས་རྒྱས་པའི་གི་སྒོ་དེ་སྐྱབས་འགྲོ་ཆགས་སྡང་གི་རེད་དང་པོ་སྐྱབས་འགྲོ་གི་བསླབ་བྱ་དང་ཕན་ཡོན་ལ་སྐྱོན་གྱིས་མ་གོས་པར་ལག་ལེན་བསྟར་མཁན་གང་ཟག་ཞིག་ཡིན་ན་ད་སྟོན་པའི་གཞི་ནང་པ་སངས་རྒྱས་པའི་གི་གང་ཟག་ཡིན་པས་ཁྱབ་རེད་ཟེར་ལབ་དགོས་བ་རེད། དེ་འདྲའི་བྱེད་མཁན་དེ་སྐབས་སུ་ངས་མང་པོ་ཞིག་རེད་བཤད་བཞིན་གི་མ་རེད་ད་ཡང་ཤ་ཚའི་ཁ་ལ་གཏམ་བཟང་ཡོད་མ་རེད་དེ་འདྲའི་ཡིན་དེ་སྐབས་སུ་ཐོས་པ་ཞེ་དྲག་མེད་བ་ཞིག་གིས་ན་བློ་ཕམ་གོ་དགོས་ཀྱི་ཡོད་མ་རེད། རེད་བ། ང་ཚོའི་མི་ཚེ་འདི་ནང་ལ་འཁོར་བ་ཐོག་མ་མེད་པ་ནི་སྡིག་པ་བསགས་བསྡད་པའི་གང་ཟག་ཞིག་རེད། ད་འདི་སྡིག་པ་འདི་སྦྱོང་བརྡར་གྱི་ཆེད་དུ། དེ་ང་ཚོས་དངོས་གནས་ཁོ་རང་གཅིག་ཆོས་ཀྱི་རྩ་བ། ཆོས་ཀྱི་བྱིན་རླབས། ཆོས་ཀྱི་ཡོན་ཏན་འཁོར་བའི་སྡུག་བསྔལ་ལ་ཐར་ནས་ཐར་ཐོར་སངས་རྒྱས་ཀྱི་གོ་འཕང་ཐོབ་བྱེད་ཀྱི་རྩ་བ་དེ་དད་པ་རེད། ཕྱག་རྒྱ་ཆེན་པོ་བསྟོད་པ་ལ་དད་པ་མོས་གུས་ཁོ་ན་ཡིན་གསུང་བའི་ཕྱག་རྒྱ་ཆེན་པོ་ཞེས་པའི་སྟོང་ཉིད་སྙིང་རྗེ་སྙིང་པོ་ཅན་གྱི་ལ་ཆོས་སྐུ་རང་བབས་ཀྱི་རང་བབས་ཟེར་ནས་རང་རང་ལ་སེམས་ཀྱི་ཡིད་ཆེས་དཀྱུས་མ་མེད་པ་ཞིག་གིས་སྐྱེས་ཀྱི་རྩ་བ་སྟེ་དད་པ་ཆགས་འདི་ཡོད། འདི་གསུངས་ཡོད་སྐྱོབ་པ་འཇིག་རྟེན་གསུམ་ཀུན་གྱི། དུས་གསུམ་སངས་རྒྱས་ཀྱི་བཞུགས་ལམ་སྟེ། དུས་རྒྱུན་ཆད་མེད་པར་དྲན་པ་ཡིན། དྲན་པ་རྒྱུན་ཆད་མ་ཤེས་ན་ལུས་ངག་རྟབ་རྟབ་ཀྱི་ཁ་ན་མེད་གསུངས་ཡོད། དེ་འདི་ཞིག་ཡིན་ཏེ་ཀ་སོགས་ང་ཚོས་དངོས་གནས་ཏེ་སྤྱོད་པ་འཇིག་རྟེན་གསུམ་ཀུན་གྱི་སྲུང་བ་ནང་ཞིག་གི་གོང་དུ་དངོས་གཞི་ལ་ཡང་སྔོན་འགྲོ་ཟབ་ཟེར་སྔོན་འགྲོ་དེ་དཔེ་གལ་ཆེན་པོ་རེད། སྔོན་འགྲོ་འདི་ཀྱིས་ང་ཚོའི་ཆགས་འབུམ་འགྲོས་ཡིག་བརྒྱ་མའི་འབུམ་འགྲོས་མེ་འདྲའི་འབུམ་འགྲོས་བླ་མེད་རྣལ་འབྱོར་འབུམ་གྱི་སེམས་འགྱུར་བ་ག་ཚོད་ཆགས་ཏེ་དེ་བརྟག་དཔྱད་བྱེད་ཀྱི་ཡོད་མ་རེད་དེ་མ་བྱས་རྒྱུ་མཚན་ག་རེ་རང་རང་ལ་ཤ་ཚ་དང་རང་རང་ལ་བརྩེ་བ་མེད་པའི་རྒྱུ་རྐྱེན་ལ་དེ་འདི་ཆགས་ཡོད། དེ་ནས་ལོ་གསུམ་ཚར་གསུམ་གྱི་ཧ་ལམ་ནངས་མོ་བཞིན་སངས་རྒྱས་ཀྱི་བཀའ་བསྟན་པ་དང་ཆོས་ཀྱི་བཀའ་བསྟན་པ་དང་པོ་སངས་རྒྱས་ཀྱི་བཀའ་བསྟན་པ་ཆོས་ཀྱི་བཀའ་བསྟན་པ་ལ་དེ་རང་རང་ལ་དེ་སངས་རྒྱས་ཀྱི་བཀའ་བཞིན་དུ་སྐྱོན་གྱིས་མ་གོས་པར་ལག་ལེན་བསྟར་རྒྱུ་རང་རང་གི་སེམས་ཐག་ཅིག་བཅད། རང་རང་གི་མི་ཚེ་ལ་ཤ་ཚ་ཞིག་བཞག་རང་རང་གི་མི་ཚེ་ལ་བརྩེ་བ་ཞིག་བཞག། འདི་གལ་ཆེན་པོ་རེད། དེ་འདྲ་ཞིག་ཡིན་པའི་སྐབས་སུ་ང་ཚོ་གྲྭ་བ་ཞིག་ཡིན་ཕྱིན་ཆད་ནས་ཅིག་རེ་དྲུག་གི་སེམས་ཅན་ཐམས་ཅད་བྱམས་པ་དང་བརྩེ་བའི་སྒོ་ནས་ལྟ་བར་ཅིག་བྱེད་པ་དེ་ལ་དང་པོ་ཅིག་འདི་དགོན་པ་ན་ཡོད་པའི་གྲྭ་བ་དེ་ཚོས་ནི་རྡོག་རྩ་གཅིག་སྒྲིལ་མཐུན་སྒྲིལ་ཡག་པོ་དགོས་དགོས་བ་རེད། དམ་ཚིག་གཙང་མ་དགོས་དགོས་བ་རེད། དེ་གལ་ཆེ་གལ་ཆེ་གཅིག་ལོ་ལོ་སྐད་ཆ་མི་བཤད་འདི་འདྲའི་སྡེ་ག་ན་ཡོད་རེད་ངས་ཧ་གོ་གི་ཡོད་རེད་བ།

སངས་རྒྱས་ཀྱི་ནམ་མཁའ་ཅིག་གོ་ན་ས་ཡི་འཇུག་འདི་ལ་ང་ཚོ་སྟོན་པ་སངས་རྒྱས་ཤེས་རྒྱ་ཐོས་པའི་རྗེས་སུ་འཇུག་པའི་རྗེས་འཇུག་ཅིག་ཡིན་ཟེར་ན་ལུང་ངག་ཡིད་གསུམ་རྒྱལ་བའི་ལམ་ལ་བཀོད་རྒྱལ་མཚན་ཁས་ལེན་བྱས་ཚར་བ། ཁས་ལེན་བྱས་ཀ་སོ། རེ་དྲུག་གི་སེམས་ཅན་ཐམས་ཅད་ཕར་བཞག་ཞོར་དང་པོ་ནང་ལོགས་ལ་སྒོ་གཙུག་ལག་ཁང་ན་བསྡད་པའི་གྲྭ་བ་བྱ་དང་མདོག་གསེར་གཅིག་དྲིལ་ན་དམ་ཚིག་གཙང་མ་དང། བླ་མའི་བཀའ་བཞིན་དུ་སྒྲུབ་ཡ་དང་བླ་མའི་ཐུགས་ཀྱི་དགོངས་པ་སྒྲུབ་ཡ་དང། ཨོ་བླ་མེད་ཀྱི་ཐུགས་ཀྱི་དགོངས་པ་བླ་མེད་ཀྱི་ལྟར། ཐུགས་བརྩེ་བའི་སྒོ་ནས་འཛིན་སྐྱོང་སྤེལ་གསུམ་བྱས་ཏེ་སློབ་མ་ཆ་ཚང་ལའང་མཐུན་རྐྱེན་འགྲིག་ག་རེ་ཡིན་ན་འགྲིག་འདི་གའི་བར་དེ་འདི་ཡིན་དེ་ག་ཚོད་དགོངས་པ་ལ་བདེ་བའི་གྲྭ་བ་དེ་ཚོ་ཡིན་ན་རྡོག་རྩ་གཅིག་སྒྲིལ་དང་དགོངས་པ་ལ་ཕར་ཡར་སྐྱེད་བཏང་ཡག་དང་ཐུགས་དགོངས་གཞི་རྒྱ་ཆེན་པོ་ཞིག་བཞེས་དགོས་དེ་དཔེ་གལ་ཆེན་པོ་ཆགས་འདི་གའི་བར་དེ་གྲྭ་བས་ཀྱི་འགན་ཁུར་དཔེ་མེད་ཚིག་གི་གལ་ཆེན་པོ་རེད། རླབས་ཆེན་པོ་ཞིག་ང་ཚོས་ཀྱི་ཆོས་བྱེད་ཐུབ་ནང་ཆོག་བྱེད་མ་ཐུབ་ནང་ཆོག་གཙུག་ལག་ཁང་ནང་བསྡད་ཚར་བའི་དུག་རྡོ་ལ་ང་ཚོས་ཀྱི་ཁ་འདོན་བྱེད་ཡ་དང་སེམས་པ་བཟང་པོ་ལ་གང་ཐུབ་ཅི་ཐུབ་ཀྱིས་འབད་རྩོལ་བྱེད་ཡ་དང་བླ་མེད་ཀྱི་ག་ཚོད་ཞིག་དཀའ་བ་སྤྱད་ཀྱི་འདུག་འདིའི་གི་དཀའ་ངོ་ནས་དགོས་ལ་བླ་མེད་ཀྱི་ད་འཛིན་སྐྱོང་སྤེལ་གསུམ་བྱེད་ཀྱི་ཡོད་རེད་འདི་ནང་བཞིན་གྱི་བླ་མེད་ཀྱི་ཐུགས་ཀྱི་དགོངས་པ་དེ་བསྒྲུབ་ཡ་དང། འོ་ད་བར་གྱི་ག་ཚོད་ཞིག་ཡང་ཡོང་ཡ་དང་བླ་མེད་ཡིན་ན་ཡང་གཅིག་སློབ་མ་ལ་ཐུགས་བརྩེ་བའི་སྒོ་ནས་ཕར་འཛིན་སྐྱོང་སྤེལ་གསུམ་བྱས་བ་དང་སློབ་མ་ཡིན་ན་བླ་མ་ལ་དད་པ་སྐྱོན་གྱི་མོས་གུས་སྒོ་ནས་གཅིག་གུ་བསྟན་པ་དེ་མི་ཉམས་དང། གོང་འཕེལ་གྱི་དར་ཐག་གི་དར་ཁྱབ་ཀྱི་ཆེད་དུ་ཐབས་ཤེས་ཟུང་འབྲེལ་བྱེད་དགོས་ནི་དེ་དཔེ་གལ་ཆེན་པོ་རེད་བ། དེ་བ་ད་བར་ནང་ལོགས་ལ་ད་ང་ཚོས་བྱེད་སྟངས་མཐུན་སྦྱར་ཡག་པོ་གོ་དགོས་བ་རེད་དམ་ཚིག་གཙང་མ་སྲུང་དགོས་བ་རེད། ཨེ་ར་དམ་ཚིག་བསྲུང་ན་དངོས་གྲུབ་འབྱུང་དམ་ཚིག་མ་བསྲུང་དམྱལ་བའི་ཆུའི་ཟེར་ན་ར་ཏཱ་ར་ལ་ང་འདི་ཡང་བསམ་ན་ཡོད་ཨ། དམ་ཚིག་བསྲུང་ན་དངོས་གྲུབ་ཡིན་དམ་ཚིག་མ་བསྲུང་དམྱལ་བའི་ཆུའི་ཟེར་ན་འདི་ནང་བཞིན་རེད་ད། ད་ང་ཚོས་ཅིག་དང་ཅིག་དགོན་པའི་གཙུག་ལག་ཁང་ལ་སླེབས་ཏེ་ཚོགས་པ་གྲོ་ཞིག་ཕྱག་འདེབས་ཀྱི་ཡོད་དེ་འདྲའི་འདའི་སྐར་ཚོགས་ཆ་ཚང་གཅིག། གཅིག་ནས་གཅིག་ལ་དངོས་གནས་དགོན་རང་ཕ་མ་སྤུན་ཆ་ནང་བཞིན་གྱི་བརྩེ་བ་ཞིག་ཡོད་ན་ང་ཚོ་ནང་པ་སངས་རྒྱས་པའི་གང་ཟག་ཞིག་རེད། དེ་འདྲའི་ཞིང་འདིར་གཞན་ཕན་ཐམས་ཅད་གཞན་སེམས་ཅན་ཐམས་ཅད་གཞན་ཕན་གཞན་ཕན་གྱི་རྫོགས་སངས་རྒྱས་བསྒྲུབ་པའི་མཁྱེན་པ་ཟེར་ན་སེམས་ཁྱེད་རྒྱ་ཆེན་པོ་ཞིག་གིས་ཁྱེད་དེ་མཁན་གང་ཟག་ཞིག་རེད་དེ་འདྲའི་ཡིན་དེ་གར་ཧྲལ་དྲུག་གི་སེམས་ཅན་ཐམས་ཅད་ལ་བྱམས་པ་དང་བརྩེ་བའི་སྒོ་ནས་ལྟ་ཐུབ་དགོས་དགོས་དེ་གལ་ཆེན་པོ་རེད་བ། དེ་འགའམ་ཅིག་བྱེད་ཐུབ་ཡ་དང་པོ་ནང་ལོགས་ལ་ཅིག་བསྒོམས་པས་གཙུག་ལག་ཁང་ལ་སླེབས་བསྡད་པས་ཅིག་གིས་ཡོངས་སུ་ཁྱབ་པ་དང་ཡོངས་རྫོགས་པ་ཐམས་ཅད་ཅིག་བྱམས་པ་དང་བརྩེ་བའི་སྒོ་ནས་ཅིག་གཡེལ་བ་མེད་པ་ཅིག་དངོས་གནས་ཁོ་རང་སྐད་ཆ་ནི་ག་རེ་ན་ཅིག་ཙི་ཙི་འཁྲུག་པ་ཤོད་ཀྱི་རེད་ཁོ་སྤྱི་ཚོགས་ནང་ལ་ཡོད་རེད་ཁོ་རེ་རོ་ཨ་ཁོ་ཚོ་ནི་བཟང་པོ་ངན་པ་ཆ་ཚང་ཡོད་རེད་དེ་ཚོ་ང་ཚོ་བཟང་པོའི་ལམ་ལ་སྒོམ་སྒྲིག་བྱས་ནས་ངན་པའི་ལམ་དེ་སྤང་བྱ་བྱས་ཤིག་རེད་བ་དེ་འདྲ་ཡིན་དེ་གཙུག་ལག་ཁང་དེ་དང་གཙུག་ལག་ཁང་ལ་བསྡད་དེ་རྒྱུ་མཚན་ག་རེ་སྡིག་པ་ཅི་ཡང་མི་བྱ་ཞིང་རྒྱལ་བ་ཕུན་སུམ་ཚོགས་པ་མཆོག་རང་གི་སེམས་ནས་ཡོངས་སུ་བསྡུས་ནས་སངས་ཀྱིས་བསྟན་པ་རང་སེམས་བསྡུ་ཡས་ཀྱི་ཆེད་དུ་ད་གཙུག་ལག་ཁང་ལ་བསྡད་བ་རེད་བ།

དྲན་མ་ཞན་པའི་རྐྱེན་གྱིས་ང་ཚོས་དེང་སང་ཅིག་ཅིག་བསྟན་པ་དུ་ཉམས་ཆག་ཆགས་ཡག་དང་སྒོམ་པ་ལ་དྲ་བ་ཉུང་ཉུང་ཆགས་ཡག་དང་འདི་ག་རེ་བྱས་བླ་མའི་བཀའ་དྲིན་མ་དྲན་པའི་རྐྱེན་གྱིས་ཆགས་དགོས་བ་རེད་བླ་མེད་ཀྱི་བཀའ་དྲིན་མ་དྲན་པའི་རྐྱེན་གྱིས་ཆགས་དགོས་བ་རེད་བླ་མ་ལ་ཅིག་དད་པ་མོས་གུས་སྐྱོན་གྱིས་མ་གོས་པ་མེད་པའི་རྐྱེན་གྱིས་ཆགས་དགོས་བ་རེད་བླ་མ་ལ་དད་པ་དང་མོས་གུས་སྐྱོན་གྱིས་མ་གོས་པ་ཡོད་ན་དངོས་གནས་ཁོ་ར་སྒོམ་པ་ལ་ཞབས་ཏོག་ཞུ་དགོས་རེད་བླ་མའི་བཀའ་བཞིན་དུ་སྒྲུབ་དགོས་རེད་སྐྱིད་ན་སྡུག་ན་སྐྱིད་སྡུག་ག་རེ་བྱུང་ན་དཀོན་མཆོག་གསུམ་ཡིན་ཟེར་ནས་ཁོ་ར་ཡིད་ཆེས་བློ་གཏད་བྱས་ནས་དངོས་གནས་ཁོ་རང་སྒོམ་པ་ལ་ཞབས་ཏོག་ཕུན་སུམ་ཚོགས་པ་ཞུ་དགོས་རེད། དེ་འདྲ་ཞིག་བྱེད་མ་ཐུབ་ན་ཐག་ཚིག་ཙམ་ཁ་ཙམ་ཆགས་བསྡད་ཡོད་རེད། རང་དོན་རྐྱང་གི་འདུག་རང་དོན་རྐྱང་གི་འདུག། ཆུ་རྩ་བ་ནི་ནོར་མ་ལྟ་ཆུ་ཆུ་ཞིག་ནུ་མ་བྱས་ན་ཆུ་སླར་ངན་སོང་གི་ཡུལ་བསྐྱོད་ཡིན་ཟེར་ནས་དྭགས་པོ་ཐར་གའི་ནང་ལ་གསུངས་བསྡད་ཡོད། ཤ་ཚའི་ཁ་ལ་གཏམ་བཟང་ཡོད་མ་རེད་དེ་འདྲ་ཡིན་དེའི་སྐབས་ལ་མི་ཤ་ཚ་བའི་ཁ་ལ་གཏམ་བཟང་པོ་ཁྱུ་ནས་ཡོང་པ་རེད་གཞན་ཕན་ལ་བརྩེ་བ་ཞིག་ཡོད་ན་གཏམ་བཟང་པོ་རྩ་བ་ནས་ཡོང་གི་མ་རེད་དེ་འདྲ་ཞིག་ཡིན་དེའི་སྐབས་སུ་ང་ཞུས་ཡོད་ང་ཞུས་དྲང་པོ་ཡིན་ང་དེའི་རྩ་བ་ལག་གི་མེད། ཡིན་ན་ཡང་ང་ཚོ་སྤྱིར་བཏང་སློབ་སྦྱོང་ཡོད་རྒུ་དེ་ཚོའི་གི་དགོངས་པ་ལ་བརླག་བསམ་རྣམ་པར་དག་པ་བྱས་ནས་ཞབས་ཕྱོགས་ཀྱི་མི་ཞབས་ཏོག་ཞིག་མ་ཞུ་བ་ཞིག་ཡིན་ན། རང་བླ་མའི་ཐུགས་ཀྱི་དགོངས་པ་དེ་སྒྲུབ་མ་ཐུབ་ན་ང་འདྲ་བོ་སློབ་སྦྱོང་མེད་ཚོ་སུ་ལ་མིག་མིག་བལྟ་བ་རེད་སུ་ལ་མིག་ཐོ་བལྟ་བ་རེད་མིག་ཐོ་བལྟ་ས་ཡོད་ལུས་འོང་གི་མི་འདུག་ཨ། ད་ང་ཚོས་ཀྱི་མིག་ཐོ་བལྟ་ས་དེ་ད་དངོས་གནས་ཁོ་རང་གཅིག་གཅིག་ག་ལ་བོར་ད་གཅིག་མཁན་པོ་དང། དགེ་བཤེས་དང་བླ་རམས་པ་ལ་སོགས་པའི་ལྟ་བ་སྒོམ་པ་སྤྱོད་པ་གསུམ་ལ་ཡང་མ་འགྲིག་པ་དང་ཁོང་ང་ཚོ་གང་ལ་ལྟ་སར་བ་ང་སློབ་སྦྱོང་གི་ཤེས་མེད་ཡིན་ཀྱང་ང་ཚོ་སློབ་སྦྱོང་མ་ཤེས་པའི་གང་ཟག་ང་འདྲ་བོ་ཞིག་སློབ་སྦྱོང་མེད་ཕྱིར་གང་ཟག་རྨོངས་དད་ཞིག་གིས་དེ་འདྲའི་སྐད་ཆ་བཤད་པའི་སྐབས་སུ་སློབ་སྦྱོང་ཡོད་རྒྱུ་དེ་ཚོ་དང་འབའ་འབུ་བརྡུངས་ནས་ད་ནས་བཟུང་ན་མ་རུང་བ་རེད་དངོས་གནས་བླ་མའི་བཀའ་བཞིན་དུ་སྒྲུབ་མཁན་དང་སྒོམ་པ་ལ་དངོས་གནས་ཁོ་རང་ག་རེ་ཡིན་ན་བླ་བསམ་རྣམ་པར་དག་པ་ཅིག་ཞབས་ཕྱི་ཞུ་གི་འདོད་ན་རང་རང་གི་སེམས་ཐག་བཅད་ནས་འགྲོ་དགོས་ཡོད་དེ་གལ་ཆེན་པོ་ཆགས་འདུག་ཡོད་ད། ང་སློབ་སྦྱོང་ཁྱེད་བཞིན་གྱི་མེད། ཁྱེད་སྐུ་ཅི་ཤེས་ངེས་མེད་རེད་བ། ཡིན་ཀྱང། དེ་རྐྱེན་ངན་གྲོགས་ལ་སངས་ཙམ་ལུས་ཡོད་གྲུབ་ན་དེ་འདྲའི་སླད་བ་རེ་ངེས་ན་དགག་པ་རྩ་བ་ནས་རྒྱག་མི་ཤ་ཟད་ག་ལ་གཏམ་བཟང་ཡོང་མར་དེ་འདྲའི་དགག་པ་རྩ་བ་ནས་རྒྱག་གི་མེད། ཡིན་ཀྱང། ང་ཚོ་དངོས་གནས་དམ་པའི་ཆོས་ཀྱི་སྒྲུབ་མཁན་ཅིག་ཡིན་ན། གཅིག་དངོས་གནས་ཁོ་རང། གཙུག་ལག་ཁང་ལ་བསྡད་ཚར་བའི་རྗེས་ལ། གཅིག། དགོན་པར་དེང་སང་གྲྭ་བ་ཉུང་ཉུང་ཆགས་འགྲོ་གི་གྲྭ་བ་ཉུང་ཉུང་ཆགས་ཡོད་དེ་རྒྱུ་མཚན་ཡོད་རེད་དེ་ཚོས་ང་ཚོ་གཅིག། ཐབས་དང་གཅིག། ལས་ཀྱི་རྒྱུན་དེ་སྤང་དུ་མེད་པ་རྐྱེན་ཀྱང་ཡང་ཉུང་ཉུང་ཆགས་སྲིད་པ་རེད། དེ་འདྲ་ཡིན་དེ་ག་ཚོད་ལས་ཡི་རྒྱུ་འབྲུ་དཔང་དུ་བཞག་ནས་སྤྱི་ཚོགས་ཀྱི་ནང་ལོག་ཁ་ཟིང་ཆ་ཡོང་གི་རེད་ཟིང་ཆ་དེ་ལ་ཡང་ཅིག་ལྡོག་ལན་བྱས་ནས་དཀའ་ལས་ག་ཚོད་བྱེད་ཀྱི་འདུག་དཀའ་ལས་དེ་ལ་དེ་ཅིག་ག་ལ་དགོས་རེད་དཀའ་ངལ་ཡིན་དུས་དེ་ལ་དཀའ་ངལ་ཡོད་རེད་སྲིད་པ་ཁམས་གསུམ་འཁོར་བ་དེ་ལ་སྐྱེས་ཚར་བའི་ཚེ་སྐྱེ་བའི་སྡུག་བསྔལ་ན་བའི་སྡུག་བསྔལ་ཤི་བའི་སྡུག་བསྔལ་ག་རེ་ཡིན་དུས་སྐྱེ་རྒ་ན་འཆི་གི་སྡུག་བསྔལ་འདི་ནང་བཞིན་གྱི་ཕྱིའི་འཇིག་རྟེན་གྱི་རྒྱུ་ནོར་འབྱོར་བའི་རྒྱུ་དང་མ་འབྱོར་བའི་སྡུག་བསྔལ་སྡུག་བསྔལ་གྱི་སྡུག་བསྔལ་རེད་ད་ཁོ་དེའི་སྡུག་བསྔལ་ལ་ཐབས་བྱ་གི་ཚོད་དམ་པའི་ཆོས་རེད།

འདི་ཡིས་ནག་པོ་བྲིས་ན་ཡང་བདག་གཟུགས་མེད་བ། ཆོས་ཅི་མི་འགྲོ་བ། རང་གི་མི་ཚེར་རང་གི་ཤ་ཚ་ཡོད་མ་རེད་རང་གི་མི་ཚེར་རང་གི་བརྩེ་བ་ཡོད་མ་རེད་དེ་འདི་གི་རྐྱེན་གྱིས་ད་གཟི་མདངས་འགྲོ་ཡིན་ལོ་རིང་བཅུ་གསུམ་འགྲོ་ཡིན་གཅིག་འགྲོ་ཡིན་རབ་དང་རིམ་པ་འགྲོ་ཡིན་ལབ་དེ་ནི། ཤུ་བོ་དཀར་པོ་འགའ་ལ་ཡིས་ནག་པོ་བྲིས་ཀ་ད་དགག་བྱའང་མེད་དེ་ནི་གེ་ཁུ་ཅན་མེད

འདི་ནང་བཞིན་གྱི་དེ་ནས་ངས་གོང་དུ་ཞུས་པ་ནང་བཞིན་གྱི་ཕ་མ་དེ་ཚོས་ཡིན་ལ་གཅིག་རྒྱན་གོས་འཆའ་བའི་སྐབས་སུ་གཅིག་ཞབས་ཏོག་ཕུན་སུམ་ཚོགས་པ་ཞུ་ཡག་དང་ཕ་མེས་ཀྱི་བཀའ་དྲིན་འདི་བུ་ཕྲུག་དེ་ཚོས་ཀྱི་ཕ་མེས་ཀྱི་བཀའ་དྲིན་བླ་ན་མེད་པར་དྲིན་གཟོ་ཐབས་མེད་པར་དྲན་དགོས་དེ་གལ་ཆེན་པོ་རེད་དེ་འདྲས་ཞིག་ཡིན་དེ་ག་ཚོད་ང་ཚོ་ནང་པ་སངས་རྒྱས་པའི་གི་གང་ཟག་ཞིག་ཡིན་ཚེ་ལས་འབྲས་དེ་གལ་ཆེན་པོ་རེད་ལས་རྒྱུ་འབྲས་དཔང་དུ་བཞག་ལས་བཟང་པོ་བཟང་ན་བཟང་པོ་ཡོད་པ་ངན་པ་ཟེར་ངན་པ་བཟང་ན་ངན་ཅིག་དམྱལ་བ་ལ་འགྲོ་བའི་སྡུག་བསྔལ་རང་བཞིན་ཡིན་པ་བཟང་པོ་བྱས་ན་བཟང་ལམ་ཡོད་པ་སེམས་པ་བཟང་ན་ས་དང་ལམ་ཡང་བཟང་སེམས་པ་དངོས་ན་ས་དང་ལམ་ཡང་དངོས་ཐམས་ཅད་སེམས་པ་བདག་ལ་རག་ལས་པས་ན་གསུངས་ཡོད་ལ་དེ་འདྲ་ཡིན་དེའི་སྐབས་སུ་སེམས་པ་ལ་རག་ལས་དགོས་པ་དེ་འདྲ་ཞིག་ཡིན་དེའི་སྐབས་སུ་ང་ཚོས་ཀྱི་བྱ་ཚིག་ཡོངས་རྫོགས་པ་ཐམས་ཅད་ཡང་དག་པའི་གི་ནང་པ་སངས་རྒྱས་པའི་གི་གང་ཟག་ཞིག་ཡིན་ལས་སྐབས་སུ་ལས་རྒྱུ་འབྲས་དཔང་དུ་བཞག་དགོས་པ་དེ་དཔེ་གལ་ཆེན་པོ་ཆགས་བསྡད་ཡོད་འདིའི་ནང་ནས་ང་ཚོས་དངོས་གནས་ཁོ་རང་ལྟ་ཅིག་དྲིན་ཅན་ཕ་མ། འདི་བཀའ་དྲིན་བླ་ན་མེད་པ་དྲིན་གཟོ་དོགས་མེད་པ་ཞིག་རེད་དེ་འདྲའི་ཡིན་ཅེས་ཕ་མ་རྒན་བཀུར་བྱ་བའི་སྐབས་སུ་ཅིག་ཞབས་ཏོག་ཕུན་ཚོགས་ཚོགས་པ་ཞུས་ཟིན་སྨྲ་ཞིག་དོན་གོ་མི་ཚེ་འདི་ཚང་ཡོད་ན་ཞབས་ཏོག་ཕུན་ཚོགས་ཚོགས་པ་ཞུས་ཟིན་ཞེས་རེ་བ་ཞུ་ཡ་ཡིན་རོགས། འདི་ནང་བཞིན་གྱི་གྲྭ་བ་ཞིག་ཡིན་ན་ཡང། གཙུག་ལག་ཁང་ལ་བཞུགས་ཚར་བའི་གཙུག་ལག་ཁང་ལ་རབ་ཏུ་བྱེད་ཚར་བའི་རྗེས་ལ་སྨྲ་ཞིག་དོན་གོ་མི་ཚེ་འདི་ཚང་ཡོད་ན་བླ་མའི་བཀའ་བཞིན་དུ་བསྒྲུབ་དགོན་པ་ལ་ཞབས་ཏོག་ཕུན་ཚོམ་ཚོགས་པ་ཞུ་རེ་བ། ང་ཚོ་གཤིན་པོ་གསོན་པོ་ཀྱི་དཀོར་ཟ་ནི་མི་ཚེ་བུ་སྡེ་མཁན་གང་ཟག་ཞིག་རེད་དེ་འདྲའི་ཡིན་སྐབས་སུ་དམྱལ་བ་ལ་འགྲོ་ལ་ཐེ་ཚོམ་ཡོད་མ་རེད། ཨ་སོ་དེ་ནང་བཞིན་གྱི་དེང་སང་བྲོ་ཚ་བླ་མར་ཐོན་ཚུལ་དཔེ་མི་ཚིག་གི་ཀ་བ་སོགས་ལ་བལྟས་ན་ཁ་བ་ཁ་སང་གི་དགོན་པའི་བློ་མིག་གི་ཆེད་དུ་དཀའ་ལས་རྒྱག་བསྡད་ཀྱི་ཡོད་རེད་ང་ཚོ་ཆོས་བྱེད་ཆོས་ཆོས་སྒྲུབ་བཤད་པའི་ང་ཚོ་སངས་རྒྱས་ནམ་བཟའ་གོན་ཡ་རྒྱུ་མཚན་ག་རེ་ལ་ན་འཇིག་རྟེན་ཆོས་བརྒྱད་ཀྱི་བྱ་བ་ཡོངས་རྫོགས་པ་ཐམས་ཅད་སྤངས་ནས་སྟོན་པ་སངས་རྒྱས་ཤེས་རྒྱ་ཐོས་པའི་གི་རྗེས་སུ་འཇུག་པའི་རྗེས་འཇུག་ཡི་ཡང་དག་པ་ཞིག་བྱེད་ཀྱིན་ཟེར་ནས་སྐུ་ལུང་ཡོད་ན་ཆོག་མེད་ན་ཆོག་རབ་བྱུང་བྱས་ཚར་བའི་ལས་ཀ་དེ་འདི་རང་རེད། འོ་འདི་ནང་བཞིན་གྱི་སྟོན་པ་སངས་རྒྱས་བཤད་རྒྱ་ཐུབ་པ་སྐུ་ཡི་སྐུ་ཚབ་གསུང་གི་གསུང་ཚབ་ཐུགས་ཀྱི་ཐུགས་ཚབ་ང་ཚོ་གི་རྩ་བའི་བླ་མ་རེད་དེ་འདྲ་ཡིན་དེ་ག་རྩ་བའི་བླ་མ་ལ་དད་པ་མོས་གུ་སྐྱོན་གྱི་མ་དགོས་པ་བྱེད་དགོས་ང་ཚོ་གི་དགེ་འཁོར་རེད། ངན་སོང་གསུམ་ལ་མ་སྐྱེ་བའི་ཐབས་སྟོན་ན་བླ་མ་ལ་དད་པ་བྱེད་མཐར་ཐུག་སངས་རྒྱས་ཀྱི་གོ་འཕང་ཐོབ་དགོས་ཐོབ་དགོས་བསམ་ན་བླ་མ་ལ་དད་པ་བྱེད་དེ་གལ་ཆེན་པོ་རེད།

སྤངས་ནས་ཚེ་དང་འགྲུལ་བ་སྙམ་ནས་སྤངས་རྟོགས་ཀྱི་ཡོན་ཏན་རྒྱུད་ལ་སྐྱེས་བསྡད་པའི་སྐྱེས་བུ་དག་ནི་ཤ་སྟག་རེད། ད་ལྟ་ཡིན་ན་ཡང་སྲིད་པ་ཁམས་གསུམ་འཁོར་བ་འདི་དག་བླ་མ་སྐྱེས་བུ་དག་ཉིད་ཆགས་དང་སྐྱེས་བུ་དག་ཉིད་ཆགས་དང་སྤངས་རྟོགས་ཀྱི་ཡོན་ཏན་རྒྱུད་ལ་སྐྱེས་བསྡད་པའི་སྐྱེས་བུ་དག་ནི་ཤ་སྟག་རེད། དད་པ་མོས་གུས་ཡོད་ན་བླ་མའི་བྱིན་ལ་སེམས་ལ་འཆར་དུ་བླ་མ་སངས་རྒྱས་དངོས་ཡིན་པ་ང་ཚོས་ཀྱིས་རྟོགས་ཐུབ་ཀྱི་རེད། འོ་དད་པ་དང་མོས་གུས་སྐྱོན་གྱིས་མ་གོས་པ་ཞིག་མེད་ན། བླ་མ་སངས་རྒྱས་མངོན་སྟོན་ཐུབ་བམ་བླ་མ་ལ་ཡོན་ཏན་དང་བླ་མ་ལ་སྐྱོན་གྱི་ཆ་མ་གཏོགས་ཡོན་ཏན་གྱི་ཆ་རྟོགས་ཐུབ་བམ་མ་འདི་རང་རང་བླ་མ་ལ་དད་པ་དང་མོས་གུས་དེ་སྐྱོན་གྱིས་མ་གོས་པར་བྱས་ན་ཁྱེད་ཚང་རང་ལ་ཡོད་རེད་རང་ངན་སོང་གསུམ་ལ་སྨད་སྐྱེལ་བ་ཐབས་རེད་ཐར་ཐོར་སངས་རྒྱས་ཀྱི་གོ་འཕང་ཐབས་ཆག་ཆག་ཡོད་རེད་རེད་བ། བླ་མ་ལ་སྐྱོན་གྱི་ཆ་དེ་དགོན་པ་ཡག་པོ་མེད་དུ་དགོན་པ་དཀའ་ལས་དུ་དཀའ་ལས་ཡོད་རེད་རེད་བ། ང་ཚོ་ང་ཚོ་གྲྭ་བ་ཆེའི་རྒྱུ་མཚན་ག་རེ། སྲིད་པ་ཁམས་གསུམ་འཁོར་བ་འདི་སྡུག་བསྔལ་གྱི་རྩ་བ་རེད་དེ་སྡུག་བསྔལ་ལ་ཐར་ཆེད་ཐར་ཐོག་སངས་རྒྱས་ཀྱི་གོ་འཕང་ཐོབ་ཡི་གི་ཆེད་དུ་ང་དངོས་གནས་ཁོ་རང་འཁོར་བའི་སྡུག་བསྔལ་ལ་མྱང་སྟེ་སངས་རྒྱས་ཀྱི་གོ་འཕང་ཐོབ་ཐུབ་པ་བྱེད་ཀྱིན་ཟིན། ད་ལྟ་ཆོས་བྱེད་ཀྱི་འོག་རེད་འཇིག་རྟེན་གྱི་བྱ་བ་ཐམས་ཅད་སྤང་ཡིན་ལ་གོ་ད་སྤང་འགོར་བ་རེད། ད་དེ་ནང་བཞིན་གྱི་དེ་ནས་སློབ་སྦྱོང་དེ་ཚོའི་སློབ་སྦྱོང་ཡོད་སྐྱོར་དེ་ཚོའི་ཅིག་ངང་སློབ་སྦྱོང་མེད་སྐྱོར་ང་དང་ང་འདྲ་བོ་ལ་ལྟ་བ་སྒོམ་པ་སྤྱོད་པ་གསུམ་ལ་ཡ་མ་གྲུབ་ཀྱི་མིག་ལྟོ་ལྟ་ས་དེ་གང་ལ་ཡོད་རེད་སློབ་སྦྱོང་ཡོད་སྐྱོར་དེ་ཚོ་ལ་འགན་ཁུར་ཡོད་རེད།

འོ་དེ་ངན་པ་དེ་སྤང་བྱ་རེད་འདུག་བཟང་པོ་དེ་བླང་བྱ་རུ་བླུགས་ན་ཧ་གོ་གི་རེད། སློབ་སྦྱོང་ཡོད་མཁན་ཞིག་ཡོད་ན་འདི་རང་རེད་སློབ་སྦྱོང་མེད་མཁན་ཞིག་ཡོད་ན་འདི་རང་རེད་སེམས་པ་གཏན་ཡོད་རེད་བ། སེམས་པ་རླབས་ཆེན་པོ་ཞིག་གཏང་ཐུབ་མ་ཐུབ་པའི་ཁྱད་པར་འགྲོ་གི་འོག་རེད་མ་གཏོགས་དེ་འདྲ་ཡིན་གྱི་སློབ་སྦྱོང་ཡོད་རྒྱུ་དེ་ང་ཚོ་གཙུག་ལག་ཁང་ནས་བཞུགས་དགོས་ཀྱི་རྟགས་གཅིག་གཅིག་མཁན་པོ་དང་དགེ་བཤེས་དང་བླ་རམས་པ་ལ་སོགས་པ་འདི་ང་ཚོ་གཙུག་ལག་ཁང་གི་ནང་ན་ཡོད་ནམ་མེད་ནམ་ང་ཚོ་གི་གཅིག་སློབ་སྦྱོང་ཡོག་ལ་བཞུགས་པའི་དགེ་འདུན་དེ་ཚོ་གི་མིག་ལྟོས་ལྟ་ས་ཀྱི་རྟགས་འགན་ཁུར། ཆེ་ཤོས་གཅིག་རེད། ཁོང་རྣམ་པ་གྱི་ལྟ་བ་དགོངས་པའི་སྤྱོད་པ་སོགས་ནི་ཡར་འབྲེལ་བའི་ལས་ཀ་བྱས་ན་ཡོངས་ལ་གྲྭ་བ་དེ་ཚོ་གི་ལྟ་བ་དགོངས་པའི་སྤྱོད་པ་དང་འགལ་བའི་ལས་ཀ་བྱེད་འགྲོ་དགོས་རེད། དེ་འདྲའི་འདའི་སྐབས་སུ་ཤ་ཚའི་ཀ་ལ་གཏམ་ཚང་ཡོང་མར་དེ་འདྲའི་ཡིན་སྐབས་སུ་ངས་མཁས་པའི་བདག་ཉིད་ཆ་ཚང་ལ་ཤ་ཚའི། མཁས་པའི་བདག་ཉིད་ཆ་ཚང་ལ་དེ་ནི་རྒྱུགས་འཕྲུལ་དང་ཟུང་འབྲེལ་གྱི་སྒོ་ནས་དེ་ནི་ང་དང་ང་འདྲ་བོ་ལ་ཅིག་ལས་དང་སྨོན་ལམ་གྱི་རྐྱེན་གྱིས་ཕན་ཐོགས་པའི་རེ་བའི་ངོས་ནས་མ་ཞུ་བ་ཡིན།

སྤངས་རྟོགས་ཡོན་ཏན་གྱི་རྒྱུད་ལ་སྐྱེ་དུས་ཐབས་དང་ཟུང་འབྲེལ་སྣ་ཚོགས་ཤིག་བྱེད་ཐུབ་དགོས་རོགས་སློབ་སྦྱོང་ཞེ་དྲགས་མེད་ན་དེ་ནས་ཕྱིར་དྲང་ང་དྲང་ཞིག་རེད་དྲང་ཁ་དྲོ་སགས་བསྡད་བསྡད་རེད། རེད་བ། དྲང་ཁ་དྲོ་སགས་དད་པར་མུ་གུ་དྲོ་ཞིག་རྨོངས་དད་དད་པ་དྲོ་ཞིག་བྱེད་འགྲོ་བསྡད་དགོས་བ་རེད། ཡིན་ན་འགྲིག་གི་འདུག་ང་རང་ལ་འགྲིག་གི་འདུག་རླབས་ཆེན་པོ་གི་བྱ་བ་དེ་དཀའ་ལས་ཁག་པོ་འདུག་བ། འདི་ནང་བཞིན་གྱི་འདི་གི་ད་མུ་མུ་རླབས་ཆེན་པོའི་བྱ་བ་དེ་སྒྲུབ་མ་ཐུབ་པའི་དཀའ་ངལ་ཡོད་རེད་ད་ཡིན་དཀའ་ངལ་ཡོད་ནའང་ཆོག་མེད་ནའང་ཆོག་ཡིན་ན་ང་ལ་དཀའ་ངལ་འདི་ཡོད་རེད་ཡིན་ན་ཡང་འགྲིག་གི་འདུག་ཡིན་ན་ཡང་རྫུ་འཕྲུལ་གྱི་སེམས་ཅན་ཐམས་ཅད་ལ་ད་ཅིག་ཕུན་སུམ་ཚོགས་པ་ཡང་ཡང་གི་ཆེད་དུ་གཙོ་བོ་ད་ཅིག་གཙུག་ལག་ཁང་ན་ཅིག་མི་ཉམས་གོང་འཕེལ་དང་དར་ཁྱབ་ཀྱི་ཡོང་བའི་ཆེད་དུ་གཙོ་བོ་རྩ་བ་ནི་དམངས་ཆེད་དུ་སློབ་སྦྱོང་ཆགས་བསྡད་ཀྱི་འདུག་དེང་སང་དུས་རབས་དང་སློབ་སྦྱོང་དེ་མེད་བ་ཞིག་ན་འདི་ན་ང་ཚོ་སྒྱིད་ལུག་ཐེབས་དགོས་གོ་དེ་འདྲའི་གནད་སློབ་སྦྱོང་དེ་འདི་ན་དགོངས་པ་འདི་ཚོ་ཡིན་ན་ཅིག་སློབ་སྦྱོང་ཕུན་སུམ་ཚོགས་པ་སྟེ་ད་སར་ཏི་ཕི་ཀེད་ལག་ཁྱེར་ལ་སོགས་པ་ག་རེ་ཡིན་ན་ཕུན་སུམ་ཚོགས་པོ་གནང་དགོས་ཏེ་གནང་ཡང་གནང་གི་ཡོད་རེད་ད་ཡང་དྲན་སྐུལ་གྱི་ཆེད་དུ་བས་ཞུ་བ་ཡིན་འདི་འདྲ་ཡིན་འདི་འདྲ་བས་གལ་ཆེན་པོ་རེད་ཟེར་ནས་རེ་བ་ཞུ་ཡིན་དེ་ནི་འདི་ནང་བཞིན་གྱི་གོང་དུ་ཞུ་བའི་མཁས་པའི་གདངས་ཀྱི་ཆ་ཚང་དུ་རྒྱུགས་སྤྲོད་ཟུང་འབྲེལ་དང་ང་དང་ང་འདྲ་བོ་ལ་ཡང་ཕན་ཐོགས་པའི་སྨོན་ལམ་ཡོད་དེ་འདི་འདྲ་ཡིན་ན་འཇིག་རྟེན་པ་མི་ནག་པ་འདི་ཚོ་ཡིན་འཇིག་རྟེན་པ་དག་ཡིན་ན། ཅིག། དྲིན་ཆེན་ཕ་མ་ལ་ཞབས་ཏོག་ཕུན་སུམ་ཚོགས་པ་ཞུས་པ་དང་དེ་ནས་ཕ་མའི་བཀའ་བཞིན་དུ་སྒྲུབ་པ་དང་ཕ་མ་དུས་མཛོད་ན་ལྟ་བ་སྒོམ་པ་སྤྱོད་པ་གསུམ་ལ་ཡ་མ་འབྲེལ་བ་དང། དེ་ནས་བུ་ཕྲུག་དུས་མཛོད་ན་ཕ་མ་ལ་ཞབས་ཏོག་ཕུན་སུམ་ཚོགས་པ་ཞུས་པ་དང་ཕ་མའི་བཀའ་བཞིན་དུ་བག་སྒྲུབ་ཡ་དང། དེ་ནས་ཅིག། གཞན་ཕན་ལ་ཕན་ཐོགས་བ་མེད་པ་ན་བྱམས་པ་དང་བརྩེ་བའི་སྒོ་ནས་རྟ་ཐོད་བ་ཞིག་གནང་རོགས་བྱས་ཟེར་ནས་རེ་བ་ཞུས་ནས་དེ་ནས་བཀྲ་ཤིས་བདེ་ལེགས། དེ་ནས་འདམ་གཡང་མཇུག་ལ་མཇལ་ཡོང།